ཐོག་མར། འཛམ་གླིང་ཞི་བདེ་ལྟེ་བའི ྋགོང་ས ྋརྣམ་པའི་རྣམ་འདྲེན་འཕགས་མཆོག་སྤྱན་རས་གཟིགས་དབང་ཐམས་ཅད་མཁྱེན་བརྩེའི་གཟིགས་པ་ཆེན་པོ། སྐུ་ཡི་ཕྲེང་བ་བཅུ་བཞི་པ་རྒྱལ་དབང་བསྟན་འཛིན་རྒྱ་མཚོ་མཆོག་དང་རྒྱ་ཚབ་བྱམས་པའི་རྣམ་རོལ། རིས་མེད་བསྟན་པའི་སྔགས་དག་ཀུན་གྱི་སི་ཏུ་དཔལ་ཆེན་གྱི་རྣམ་སྤྲུལ། ཀུན་མཐིང་རྟ་ཡི་སི་ཏུ་ཀུན་ཕྲེང་བཅུ་གཉིས་པ་འཇམ་མགོན་རྡོ་རྗེ་འཆང་རྣམ་གཉིས་ལ་གུ་ཕྱག་སྔོན་དུ་བཏང་བྱས། དེ་རིང་གི་མཛད་རིམ་དེ། ཆིབས་བསྒྱུར་བསྐྱངས་པའི་ཚོགས་ཀྱི་གཙོ་བོ། མཁས་དབང་བཀྲ་ཤིས་ཚེ་རིང་མཆོག་དང། དེ་བཞིན་ས་རཱ་མཐོ་སློབ་ནས་ཕེབས་པའི་དགེ་བཤེས་འཇམ་དཔལ་རྡོ་རྗེ། བོད་ཁྱིམ་སློབ་གྲྭའི་བོད་རྒྱའི་ཤེས་ཡོན་འགན་འཛིན་དགེ་མིང་ཆུང་ལགས་གཙོས་པའི་དེ་ནས་གདན་སའི་མཁས་སློབ་དགེ་བའི་བཤེས་གཉེན་རྣམ་པ་དང། སྐྱབས་གནས་རྒྱས་འདོད་ཡིད་བཟླས། དག་སྣང་ཤིང་གི། མི་རིགས་ཀྱི། ཆོས་དང་རིག་གཞུང་འཛིན་པའི་མ་འོངས་སོན་རྩ། སློབ་ཕྲུག་རྣམ་པ་དང་དག་སྣང་ཤིང་མི་མང། སེར་སྐྱ་མི་མང་ཡོངས་ལ་ཡང་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ནི་དེ་རིང་གི་མཛད་སྒོ་འདི། གི་གོ་མིང་དམིགས་ཡུལ་གང་ཡིན་པ་འདི་མཛད་སྒོ་ངོ་སྤྲོད་པ་དང་དག་ན་བཞིན་གདན་སའི་ལས་ཐོག་མཁན་པོ་མཆོག་གིས་ཞིབ་བཞིན་གསལ་བ་གསུངས་གནང་སོང་བསྟན་དུ་འདི་ངས་བསྐྱར་ཟློས་ཞུ་གི་མེད། ང་ངའི་བདག་འདྲ་ཞུ་ཡལ་དེ་གོང་དུ་ངོ་སྤྲོད་པས་གསུངས་བ་ནང་བཞིན་གྱི། གདན་ས་དཔའ་དཔུང་ཤེས་རབ་གླིང་གི་ནས་བསྟན་པའི་བདག་པོ་འཇམ་མགོན་རྡོ་རྗེ་འཆང་ནས། སྐྱེ་འདིང་རྟ་ཡི་སི་ཏུ་པད་མ་དུས་ཡུན་གྲུབ་པ་མཆོག་གིས། ཐུགས་བཞེད། བོད་ཀྱི་བཤད་སྒྲུབ་རིག་གནས་དང་བཅས་པ་ལ་སྲུང་སྐྱོབ་དར་སྤེལ་མཛད་ཚུལ་ག་འདྲས་རེད་དེའི་སྐོར་ལ་ངོ་སྤྲོད་ཞུ་ཡ་ཆགས་བསྡད་ཡོད། འདི་མ་ཞུས་པའི་སྔོན་ལ། སྤྱི་བཏང་དྭགས་པོ་ལྷ་ཆེན་གྱི་ལམ་ཆོས་རིན་ཆེན་ཕྲེང་བ་ནང་ལ། ཤེས་རབ་དང་དད་པ་ནན་ཏན་གྱིས་བླ་མའི་ཐུགས་དགོངས་ལོན་པ་ཞིག་དགོས་འོས་ཟེར་ནས་བཀོད་པའི་ཆོས་བཅུའི་ནང་དེ་འདྲའི་གསུངས་ཡོད་རེད། འདི་ཡིན་དུས། བླ་མེད་ཀྱི་ཐུགས་ཀྱི་དགོངས་པ་གང་ཡིན་པ་འདི། དད་པ་དང་ཤེས་རབ་ཡ་མ་བྲལ་བའི་གི་ཐོག་ནས་བླ་མེད་ཀྱི་དགོངས་བཞེད་གང་ཡིན་པ་འདི་ཨ་ནི་རྒྱུས་ལོན་བྱས་ཏེ་ཨ་ནི་གལ་ཆེན་པོ་ཡིན་པ་ཅིག་གསུངས་ཡོད་རེད། དེ་ཡིན་པ་ཡིན་དུས། ཨ་ནི་ངས་དེ་རིང་འཇམ་མགོན་འདོད་ཆགས་མཆོག་གི་ཐུགས་ཀྱི་བཞེད་པ་དགོངས་པ་ཨ་ནི་རང་ཉིད་ཀྱི་ཨ་ནི་ཅིག་རྣམ་དཔྱོད་ཀྱི་དཔོག་ཚུལ་ཅིག་མ་ཞུ་ཡས་ཡིན་ཨ་ནི་དེ་ལ་ཡ་མ་ཞུས་པའི་སྔོན་ལ་བསྐུར་མ་ཞུ་ཡས་ཅིག་ལ་ཨ་ནི་གདན་ས་འདི་ཉིད་ཀྱི་ཨ་ནི་དགེ་འདུན་པ་ཆུང་བ་རྣམས་ཀྱིས་དེ་ནི་ང་རང་ཚོ་ད་གདན་ས་འདི་ལ་ཡང་ཆོས་ཞུགས་གནང་བྱས་ཅིག་སོ་སོ་གི་མ་འོངས་པའི་གི་དམིགས་ཡུལ་གྲུབ་ཆ་དེ་བསྟན་པའི་བདག་པོ་འཇམ་མགོན་སྟོན་ཆང་མཆོག་གི་ལམ་བསྟན་པའི་གི་པར་སྒོམ་པའི་བསྟན་པ་འཛིན་སྐྱོང་སྤེལ་གསུམ་གི་སྐོར་དེ་ནི་ཅིག་མཁྱེན་རྟོགས་གོ་ཡ་དེ་ཅི་ནས་ཀྱང་གལ་ཆེན་པོ་རེད་བསམ་གྱི་འདུག། ནས་ཕྱི་ནས་དྲི་བ་ཅིག་བཏང་བ་ཡིན་ན། འདི་ལས་ཡ། སོ་སོའི། ནས། དེ་སྲས་བཙལ་བས་བླ་མེད་ཀྱི་ཐུགས་དགོངས་དགོངས་པ་ག་རེ། འདི་ཧ་མ་གོ་ན་རང་བཞིན་གྱི་སོ་སོའི་གི་བསྒྲུབ་བྱ་དེ་ཡང། ནས། ཐོག་མ་དུས་པ་ཅིག་ཆགས་འདུག་ཡོད་རེད། ནས་གཉིས་ནས་དེ་རིང་འདས་འཕེས་འདས་པའི་གི་ད་ལྟ་བོད་ཁྱིམ་སློབ་ཕྲུག་གི་སློབ་མ་མང་པོ་ཅིག་འདས་འཕེས་བཞག། ནས་ངའི་ཞུ་ཡ་ལ། ད་ལིང་ཁྱེད་རྣམ་པ་འདུག་འདས་ལ་ཡར་འཕེས་བྱས་ད་འདས་ས་ཤེས་རབ་གླིང་ལ་ཆོས་དང་རིག་གཞུང་གི། མཛད་སྒོའི་ཐོག་ལ་ནི་འདུ། གདན་ཞུས་གནང་བྱས་ཡང་ནས་ཡང་དུ་ཕེབས་ཀྱི་ཡོད་རེད། གདན་སའི་དཔའ་དཔུང་ཤེས་རབ་གླིང་ལ་ཡང་ཆོས་དང་རིག་གཞུང་མཛད་སྒོར་ཕྱིན་བྱས་ནས། འཇམ་མགོན་རྟ་ཡི་སི་ཏུ་རིན་པོ་ཆེ། གི་སྐུ་ཚེའི་རྣམ་ཐར་རེད། ཁོང་གིས་ནི་སངས་རྒྱས་ཀྱི་བསྟན་པ་དང་བོད་ཀྱི་ཆོས་དང་རིག་གཞུང་ལ་ག་རེ་གནང་གི་ཡོད་པ་དེ་རྒྱུས་ལོན་བཅས་དང། སོ་སོ་ལ་ཡང་ཟླ་འདི་ཡག་པོ་བྱས་ནས་ཞིབ་བཤེར་བྱས་པ་ཡིན་པས་ཡིན་ན་བོད་ཀྱི་ཆོས་དང་རིག་གཞུང་གི་སྐོར་ལ་ལེགས་སྐྱེས་མང་པོ་ཅིག་ཏན་ཏན་ཐོབ་གི་རེད་ད་དེ་རིང་ཆ་མཚོན་པ་ཡིན་ན་བོད་ཀྱི་ཡིག་གཟུགས་ཟེར་ཡ་དེ་ཨ་ནེ་ག་འདྲས་རེད་བྱ་བརྒྱུད་རིམ་དེ་ཚོ་ད་ལྟའི་འགྲེམས་སྟོན་ང་ཚོ་བཤམས་སྟོན་ཞུས་ཡོད་རེད་བྱས་ཉིན་རྒྱབ་རྣམ་པ་ཚོ་ཕེབས་པ་ཡིན་ན་ཏན་ཏན་ལེགས་སྐྱེས་མང་པོ་ཅིག་ཐོབ་གི་རེད་བསམ་གི་འདུག་དེ་ཡིན་དུས་རྣམ་པ་ཚོས་དེ་ལས་ཡ་ཨ་ནེ་ངས་ད་ལྟ་འཇམ་མགོན་དོལ་ཤང་མཆོག་གི་ཨ་ནེ་ཐུགས་བཞེད་མ་ངོ་སྤྲོད་ཞུས་འདུག་ཨ་ནེ་ཐུགས་སྣང་གནང་རོགས་བྱས་ཟེར་ནས་དེ་བསྐུལ་མ་ཞུས་ཡ་ཡིན། ད་འཇམ་མགོན་འདོད་ཆགས་མཆོག་གི་ཐུགས་ཀྱི་དགོངས་པ་འདི། ངས་བསྡུས་པ་ཡིན་ན། དཔལ་ཀུན་སྤུངས་པ་ཟེར་འདི་ནང་ལ། འཇམ་མགོན་འདོད་ཆགས་མཆོག་གི་ཐུགས་ཀྱི་དགོངས་བཞེད་འདི་ནང་བསྡུས་ཐུལ་ཡ་ཅིག་ཆགས་དེ་ཡོད་རེད། ད་ཁྱེད་རང་ཚོ་གདན་ས་འདི་གི་མཚན་གྱི་མགོ་སྟོད་ལ་དཔལ་ཀུན་སྤུངས་པ་ཟེར་ཅིག་བཏགས་ཡོད་རེད། དེ་དཔལ་ཀུན་སྤུངས་པ་ཟེར་གྱི་གདན་ས་མིང་བཏགས་ཡས་འདི། ཨ་ནེ་ཅིག་ད་ལྟ་འཇམ་མགོན་རྡོ་རྗེ་འཆང་སྐུ་མདུན་བཅུ་གཉིས་དཔལ་གྱི་མཚན་བཏགས་ཞེས་པ་ཅིག་ཆགས་ཀྱི་ཡོག་མ་རེད། ད་ལྟའི་གདན་སའི་གི་མཚན་བཏགས་ཞེས་པའི་དེ། ཆིག་ལོས་རྒྱུད་ནི་འདས་ནས་འགྲོ་བ་ཡིན་པ་ཡིན་ན། མ་ཧཱ་པིན་དྲ་དང་ཀུན་ཏའི་སི་ཏུ་ཆོས་ཀྱི་འབྱུང་གནས་ཀྱི། ཨ་ནེ། གདན་ས་ཕྱག་བཏབ་པའི་སྐབས་སུ་ཐུགས་རྗེའི་དགོངས་པ་གི་ཐོག་ནས། དཔལ་ཀུན་སྤུངས་པ་ཟས་ཀྱི་མཚན་གཅིག་ཏུ་བཏགས་ཡོད་རེད། དཔལ་ཀུན་སྤུངས་པ་ཟས་འདི་ཚིག་འདི་ལས་ཡང་གོ་བ་འདྲ་པོ་ཅིག་ལེན་བཞག་པ་ཡིན་པས་ཡིན་ན། དཔལ་ཀུན་སྤུངས་པ། ག་རེ་གི་པར་ལ་སྤུན་དགུ་རེ་ཟེར་བ་ནི་སྙིང་པོ་སྡོམ་བཞག་པ་ཡིན་པས་ན། རིག་པའི་གནས་བཅུ་གྱི། ལེགས་ཆ། ཕུན་སུམ་ཚོགས་པའི་ཆ། བརྒྱུད་པ་རྣམ་པར་དག་པ་དེ་དག་ཐམས་ཅད་ནི་གནས་བཅུ་དུ་སྤུངས་ཟེར་སྤུངས་སྟངས་དེ་ག་རེ་རེ་ཟེར་བ་ཡིན་ན་བསྟན་པ་དེ་དག་ལ་ཐོས་བསམ་སྒོམ་གསུམ་འཆད་རྩོད་རྩོམ་གསུམ་གྱི་སྒོ་ནས་ནི་བསྟན་པ་དེ་དག་སྤུངས་བྱ་ཡ་གཅིག་ཆགས་དེ་ཡོད་རེད། ད་དཔལ་སྤུངས་ཟེར་བའི་དེ། ཚིག་གི་གོ་བ། དོན་དག་གི་ཆ་ནས་བསམ་བློ་བཏང་བཞག་པ་ཡིན་པས་ཡིན་ན། དེང་སང་གི་དུས་ལ་ཡང་ང་རང་ཚོ་རིས་མེད་ཟེར་ཡས་ཀྱི་ཐ་སྙད་ཅིག་ཡོང་དགོས་འོས་པ། འདིའི་རིས་མེད་ཟེར་ཉིའི་གོ་བ་དེ་དཔལ་སྤུངས་ཟེར་ཡས་ཀྱི་དོན་དག་གི་ཆ་ནས་རིས་མེད་ཟེར་ཅེས་ཆགས་བསྡད་ཡོད་རེད། ག་རེ་རིས་མེད་ཆགས་དགོས་ཟེར་བ་ཡིན་ན། བཅུ་ཕྲག་རིག་པའི་གནས་གང་ལ་ཡང་རིས་སུ་མ་ཆད་པ་ཐམས་ཅད་ལ་ཡང་ཐུགས་སྣང་གནང་དགོས་ཅིག་དང་དག་སྣང་བྱང་དགོས་ཅིག་དང་ཉམས་ལེན་བྱེད་དགོས་ཅིག་གསུང་གི་འོས་རེད། ཨ་ནེ། དམིགས་བསལ་གྱི་ནང་དོན་རིག་པ་ལ་བསམ་བཏང་བ་ཡིན་ན། ནང་དོན་རིག་པ་དེ་ད་ས་ཆེ་ཤོས་ཀྱི་ཆགས་ཡོད་པ་སོང་ཙང་དཔལ་གོང་སྤུངས་པ་ཟེར་བའི་སྐབས་ཀྱི་དེའི་གི་གང་སྤུངས་པར་བྱས་པའི་གི་དཔལ་དེ་ལ་ཡང་འགྲེལ་བཤད་ཞིབ་ཆ་བྱས་ཡོད་དུས་བཤད་རྒྱུན་འཛིན་པའི་བཀའ་ཆེན་བཅུ་ཡི་དཔལ་གོང་སྤུངས་པ་སྒྲུབ་བརྒྱུད་ཤིང་རྟ་བརྒྱད་ཀྱི་དཔལ་གོང་སྤུངས་པ་ཞེས་ནས་ད་དུང་ད། ནང་དོན་རིག་པའི་ཆ་ཤས་རེ་དེ་ནན་ཏན་བྱས་ནས་བསྐྱར་དུ་ཨ་ནེ་འདིར་ཟུར་འདོན་གནང་ཡོད་པ་རེད། གྲུབ་བརྒྱུད་ཤིང་རྟ་ཆེན་པོ་རྗེས་ཟས་དེ་དག་ལོ་ཆུང་བ་དེ་ཚོ་མང་ཆེ་བའི་གོ་གདོང་དམར་དེ་དྭངས་ཆེན་དང་དེང་སང་ཆོས་བརྒྱུད་ཆེན་པོ། བཞི། གཡུང་དྲུང་བོན་ཟེར་ནས་ཡོངས་སུ་གྲགས་པ་པོ་དེ་དག་ཐམས་ཅད་ཀྱི་དཔར་ལ་ཡོངས་སུ་གཅིག་ཏུ་སྤུངས་པ་བསྟན་པ་ཡོངས་སུ་རྫོགས་པ་ལ་དག་སྣང་བྱས་དང་ཉམས་ལེན་བྱེད་དགོས་རེད་ཟེར་གྱི་དགོངས་པ་འདི། འདི་ལ་རིས་མེད་ཟེར་ནས་འགྲེལ་བཤད་རྒྱག་གི་འདུག་དེ་འདི་དཔར་དགོན་སྤུངས་པ་ཟེར་འདིའི་ནང་ལ་ཚང་བསྡད་པའི་ཕྱིར་རེད། ད་འདི་འདྲ་བོད་ཀྱི་དགོངས་པ་འདི། འཇམ་མགོན་རྡོ་རྗེ་འཆང་རྟ་ཡི་སི་ཏུ་རིན་པོ་ཆེ་གིས། ང་རང་ཚོ། རྒྱལ་ཚབ་བྱམས་པའི་མགོན་པོའི་རྣམ་སྤྲུལ་ཡིན་པ་གསང་ཆེན་གྱི་ལུང་གིས་བསྟན་བཞག་ཡོད་རེད། འདི་ཡིན་དུས། འདིའི་ཐུགས་བསྐྱེད་དེ་རྒྱལ་ཚབ་བྱོན་པ་དགོན་པའི་གྱི་མདོ་སྡེ་བརྒྱད་ནང་ལ་རིག་པའི་གནས་ལྔ་དག་ལ་ཁྱད་པར་མ་བྱས་ན་འཕགས་མཆོག་གིས་ཀྱང་ཐམས་ཅད་ཀྱི་ཡིན་མི་འགྱུར་ཞིང། དེ་བས་གཞན་དག་ཚར་བཅད་བྱེད་སོ་སོའི་རང་ཉིད་ཀུན་ཆེན་དེ་ལ་དད་བརྩོན་བྱ་ཚད་ཀྱི་རིག་པའི་གནས་བཅུ་ལས་ཡར། ཉམས་ལེན་གནང་དགོས་ཡོད་པ་གསུངས་བའི་ཐུགས་བསྐྱེད་དེ་དང། ཨ་ནེ་ཀུན་མཁྱེན་སི་ཏུ་པཎ་ཆེན་གྱིས་དུས་རབས་བཅུ་བདུན་ནང་ལ་ཡང། རིག་པའི་བཅུ་ཕྲག་གནས་ཐམས་ཅད་ཀྱི་བསྟན་པ་དཔའ་ཀུན་འབུམ་པའི་ཐུགས་ཀྱི་དགོངས་པ་སྔོན་དུ་བཏང་པའི་ཐོག་ནས་གདན་ས་གསར་བཞེངས་གནང་ནས། ཀུན་མཁྱེན་རང་ཉིད་བཅུ་ཕྲག་རིག་པའི་གནས་ཐམས་ཅད་ལ་ཡང་ཐོས་བསམ། སྐུ་གསུམ། སྣང་བའི་ཐོག་ནས་རིག་པའི་གནས་བཅུ་ལ་ཡང། ཨ་ནི། གོང་ཐོས་ཀློང་དུ་བརྒྱུད་པའི་གི་ཐོག་ནས་ཨ་ནི། འཆད་ཚུལ་བཅུ་གསུམ་གྱི་བརྡ་བསྟན་པ་རིམ་པར་སྤེལ་ནས་ཨ་ནི། དཔལ་ཀུན་སྤུངས་དཔལ་གྱི་གདན་ས་མིང་དོན་མཚུངས་པ་གཅིག་སྐབས་དེ་དུས་བྱུང་བསྡད་པ་དེ་འདྲས་ཀྱི་ཆགས་བསྡད་ཡོད་རེད། དེའི་འབྲས་བུས་ཀྱི་དཔལ་ཀུན་སྤུངས་དཔལ་གྱི་བསྟན་པ་འདི། དེ་ནི་ད། ཕྱི་བཅུ་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོ་ལ་བོད་སྤྱི་ཡོངས་ལ་ཡང་བསྟན་པ་ཉམས་རྒུད་དུ་ཕྱིན་ཡོད་དུས་ཨ་ནི། བྱེ་བྲག། སྤོ་གོང་སྤུན་པའི་གི་གདན་ས་འདི་ལ་ཡང་ཉམས་རྒྱུད་ཀྱི་ཕྱིན་ཆད་ཨ་ནི་འདི་ད་བསྟན་པ་འདི་ཡང་བསྐྱར་དུ་སླར་གསོ་བའི་གི་ཆེད་དུ་ལ་ཨ་ནི། ད་ལྟ་ཚུལ་ཤུགས། འཇམ་མགོན་རྡོ་རྗེ་འཆང་སྐྱེ་འདིང་རྟ་ཡི་སི་ཏུ་རིན་པོ་ཆེ་མཆོག་གི་སྤྱི་ལོ་དགུ་གཅིག་སྟོང་དགུ་བརྒྱ་དང་དོན་བཅུ་ནང་ལ་ཡང་གདན་ས་འདི་ཕྱག་བཏབ་བྱས་ནས་ཨ་ནི་སྔར་སི་ཏུ་པཎ་ཆེན་གྱི་མིང་དོན་མཚུངས་པའི་སྤར་གོང་སྤུན་པའི་གི་བསྟན་པ་འདི་འདི་སླར་གསོ་བའི་གི་ཆེད་དུ་རིམ་པས་བྱས་ནས་ད་བསྟན་པ་འདི་བསྡུ། དབུ་གཙུག་ཞེས་པ་འདི་འདྲས་ཀྱི་ཕྱག་དེ་ཡོད་རེད། ད་དཔལ་ཀུན་སྤུངས་པའི་ཟས་དེ་ངས་དོན་དག་ཞི་ཡི་སྒང་ནས་འབྲི་བཤད་རྒྱག་ཞིག་ཡིན་གནས་བདུད་པོ་ཆེ་ནས་ག་རེ་སྤུངས་གི་ཡོད་རེད། སུས་སྤུངས་པ་རེད་གང་གིས་སྤུངས་པ། ག་འདྲས་བྱས་ནས་སྤུངས་གི་ཡོད་རེད་ཇི་ལྟར་སྤུངས་པ། གར་ཕྱིན་ནས་སྤུངས་གི་ཡོད་རེད་བྱས་འདི་དེ་གནས་ཞི་སྒང་ལ་ངས་ད་གནས་བསྡོམས་ནས་མ་ཞུས་ཞིག་ཡིན། དཔལ་ཀུན་སྤུངས་པ་ཟས་ཀྱི་སྤུངས་རྒྱུད་ཀྱི་དཔལ་ཕུན་སུམ་ཚོགས་པའི་གི་ཆ་དེ་གར་ཟེར་ན། མདོར་བསྡུས་ན་བཅུ་ཕྲག་རིག་པའི་གནས་ཀྱི་དཔལ་རེད། དེ་ཡང་འཇམ་མགོན་རྡོ་རྗེ་འཆང་ཆོས་ཀྱི་ཡང་ནས་ཡང་དུ་གསུངས་འདུག་རིག་པའི་གནས་བརྗོད་ཀྱི་འཇུག་པ་རྣམ་པར་དག་པ་འདི་ནི་དཔལ་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད། འདི་ལྟ་སྤུངས་བར་བྱ་བའི་གི་གཞིའི་སྤུངས་རྒྱུད་དེ་གང་སྤུངས་པ་དེ་བཅུ་ཕྲག་རིག་པའི་གནས་དེའི་དཔལ་སྤུངས་དགོས་ཡོད་རེད། སུས་སྤུན་དགུ་ཡོད་རེད་ཟེར་བ་ཡིན་ན། ད་ཐོག་མ་ཨ་ནེ་མ་ཧཱ་པིན་དྲི་དང་སི་ཏུ་ཆོས་ཀྱི་འབྱུང་གནས་ཀྱི་ཐམས་བདེ་དགྱེས་ཀྱི་ཕྱོགས་སུ་དཔའ་བོ་ཐུབ་ཆེ་ཆོས་འཁོར་གླིང་གདན་ས་ཕྱག་བཏབ་བྱས་ནས་ཨ་ནེ་ཀུན་མཁྱེན་སི་ཏུ་པཎ་ཆེན་དབུས་པས་ཁོང་གི་ཐུགས་རྗེའི་གྲིབ་བསིལ་འོག་ལ་ཚོས་ཞབས་པད་ཀྱི་མཁན་པོ་སློབ་དཔོན་བླ་མ་སྨན་པ་རྩིས་པ། གྲྭ་རིག་པ་མང། སློབ་ཚོགས་དང་སེར་སྐྱ་མི་མང་དང་བཅས་པ་གིས་ཨ་ནི་དཔལ་སྤུངས་སྤུངས་བལ་གྱིས་ཨ་ནི་བསྟན་པ་འདི་བསྡུ་དགོངས་ཚུལ་བཞག་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ག་འདྲའི་ཞིག་ནས་སྤུངས་ཀྱི་ཡོད་རེད་ཟེར་བ་ཡིན་ན། དེ་ངས་དཔུང་བཏང་སྟེ། སྤྱི་བཏང་བླ་མེད་ཀྱི་མཛད་པ་ཕྱི་ནང་གསང་གསུམ་བསམ་གྱིས་མི་ཁྱབ་པ། ང་ཚོ་སོ་སོའི་སྐྱེ་བོ་གི་བློ་ཡི་སྤྱོད་ཡུལ་མ་རེད་དེ། ད་ད་ལྟ་ངའི་རྣམ་པ་སུ་རེ་ཞུས་པ་ཡིན་པ། ཤེས་རབ་དང་དད་པ། ནན་ཏན་གྱི་སྒོ་ནས་བླ་མའི་ཐུགས་དགོངས་ལོངས་ཡོད་ཟེར་ཡིན་འདུག་སྐབས་སུ་ལ་ད་ང་རང་ཚོ་སོ་སོ་སྐྱེ་བོ་གི་མཐོང་ཆོས་སུ་གྱུར་པ་མིག་གི་མཐོང་ཆོས་ཡོད་པ་ཨ་ནི་ཁོང་གི་ཨ་ནི་བསྟན་པ། དུས་དཔལ་གོང་བུ་པའི་བསྟན་པ་དཔུང་བཏང་སྟེ་ངོ་སྤྲོད་ཞུས་པ་ཡིན་ན། ད་ལོ་རྒྱུས་ཀྱི་སྐོར་དེ་མ་ཞུ་གི་མེད། ཨ་ནི། ད། དུས་ཚོད་ཀྱི་ཆ་ནས་རེད། མང་པོ་གཅིག་ད། ལོ་རྒྱུས་ཟེར་ཡ་འདི་ལ། ད། གར་གསལ་བོ་རེད་ཐུགས་རྒྱུད་དེང་སང་དཔེ་མ་སྲིད་ཀྱི་ཉུང་ཉུང་ཆགས་དེ་ཡོད་རེད། དེ་ནི་ད་ད་ལྟ་དངོས་སུ་མཐོང་རྒྱུ་ཡོད་པ། ད་ལྟ་དེ་ལ་ཡང་མིག་མཐོང་རྒྱུ་ཡོད་པས་ཀྱི་ཨ་ནི་འཇམ་མགོན་རྡོ་རྗེ་ཤང། པད་མ་དོན་ཡོད་སྒྲུབ་པ་མཆོག་གིས་ཨ་ནི་དཔའ་དངོས་པོ་བསྟན་པ་གང་ཁྲིད་སྤུངས་ཡོད་རེད་ཟེར་དེ་ངས་ངོ་སྤྲོད་འདོད་དུ་ཞུ་གི་ཡིན། ད་གོང་དུ་གསུངས་པ་ནང་བཞིན་གྱི་རིག་པའི་གནས་བཅུའི་དཔལ་དགོངས་སྤུངས་པ་ཟེར་ནས་གསུངས་ཞུས་པར་བ། དེའི་བརྡ་ད་ལྟ་འདུག་བྱས་ནས་ཤེས་རབ་གླིང་ནང་ལོག་ལ་རྣམ་པ་ཚུགས་ཀྱི་དེ་འདྲའི་གཟིགས་པ་ཡིན་པས་ཡིན་ན། ཨ་ནི་བཅུ་ཕྲག་རིག་པའི་གནས་ཀྱི་བསྟན་པ་ཡོངས་སུ་རྫོགས་པ་ལ་ཐོས་བསམ་སྒོམ་གསུམ། འཆད་རྩོད་རྩོམ་གསུམ་གྱི། ཀྱི་གཞི་རྟེན་ཡོངས་སུ་རྫོགས་པ་ཅིག་འདི་ནང་ལ་ཚང་སྟེ་ཡོད་པ་རེད། གདན་སའི་རྒྱུད་གྲྭའི་ནང་ལོགས་ལ་གཙོ་བོ་སྒྲུབ་བརྒྱུད་ཀྱི་བསྟན་པ་དེ་དག་གཙོ་འཛིན་ཉམས་ལེན་གནང་གི་ཡོད་རེད། ད་ཞིབ་ཕྲ་པོ་བྱས་པ་ཡིན་ན། རྒྱུད་གྲྭའི་ནང་ལོགས་ཀྱི་ཉམས་ལེན་གནང་དེའི་ནང་ལ་སྒྲུབ་བརྒྱུད་ཤིང་རྟ་བརྒྱད་ཀྱི་བསྟན་པ་ཕལ་ཆེར་ཡོད་པ་རེད། ཞིབ་ཕྲ་ཞུས་མ་གོ་བ་བྱས་དེ་ནི་བཤད་ཁྲེལ་གྱི་ནང་ལ་བཤད་རྒྱུད་བདེན་པའི་གི་ཀ་ཅན་བཅུའི་ནང་ནས་ད་བཤད་དཔེ་གི་སངས་རྒྱས་བསྟན་པ་བཤད་སྒྲུབ་གཉིས་ཀྱི་ནང་གི་བཤད་པ་བསྟན་པ་གཙོ་བོ་དེ་ཨ་ནི་བཤད་ཁྲེལ་གྱི་ནང་ལས་ཡ་དེ་ནི་མདོ་སྔགས་གཞུང་ཆེན་བརྒྱད་ལས་ཡ་དེ་ནི་ལོ་ལོ་ངོ་བཅུ་གཅིག་ལྷག་ལས་ཡ་ཐོས་བསམ་སྐུ་གསུང་གི་ཉམས་ལེན་འཆད་རྩོད་རྩོམ་གསུམ་དེ་འདྲ་གནང་དེ་ཡོད་རེད་ད་དེ་ནང་དོན་རིག་པའི་སྐོར་དེ་རེད། དེ་ནི་ཐུན་མོང་རིག་གནས་དབང་དུ་བྱས་པ་ཡིན་པ་ཡིན་ན་དེ་ནི་རིག་གནས་མཐོ་སློབ་ཀྱི་ནང་ལ་ཡ། སྨན། རྩིས། དེ་ནི་ད་ང་ཚོ་གྲྭ་རིག་པར་ཞུ་བར་བ། གྲྭ་རིག་གི་ནང་ལ་སྙན་ངག་མངོན་བརྗོད་སྡེབ་སྦྱོར་འདི་ཚོ་ཆ་ཚང་བྱེད་ད་ད་ལྟ་དེ་ལས་ཡ། ཅིག་གཞི་བདེན་འདྲ་པོ་བྱེད་མ། ད་ཀུན་མཁྱེན་སི་ཏུ་པཎ་ཆེན་གྱི་དཔར་ལུང་སྤུངས་ཤ་བ་ཆ་ཚང་ཅིག་ད་ད་ཉམས་པ་སླར་གསོ་ཐུབ་ཡོའོ་མ་རེད། ཡིན་ནའི་འདི་གཞི་གང་འདྲ་གྱི་ཚུགས་ཆེ། ད་འདིའི་སྒང་ལ་ཡ། རྩིག་པ་མ་བཟུང་ནས་རྨང་བརྩིགས་ནས་རིམ་པས་ཕྱི་ནས་དང་དུང་ལས་ཀ་ལས་རྒྱུ་བཞི་བོ་ཆེ་ལྷག་བསྡད་པ་གཅིག། བསྟན་པའི་བདག་པོ་མཆོག་གིས། གསུངས་བསྡད་ཀྱི་ཡོད་རེད་ཀུན་མཁྱེན་སི་ཏུ་པཎ་ཆེན་གྱི་བསྟན་པའི་ཕྱག་བཞེས། བརྒྱ་ཆ་བཅུ་ཙམ་གྱི་མང་དུ་གྲུབ་མེད། སྟེང་དུ་འདིའི་ཡིག་གི་ཆ་ཤས་མང་པོ་ཅིག་ད་དུང་དྲུག་ཅུ་ལྷག་བསྡད་པ་ཡོད་རེད་ཡིན་ན་ཡང་ད་ད་དུང་རིག་པའི་གནས་བཅུད་ཀྱི་པར་ཀུན་སྤུངས་སྟངས་འདི་ད་ལྟ་གདན་ས་འདི་ན་རྣམ་པ་ཚུགས་ཀྱི་འདུག་གཞི་ནས་ཞིབ་གཟིགས་བྱས་ནས་གཟིགས་པ་ཡིན་ན། བཅུ་ཕྲག་རིག་པའི་གནས་ཐམས་ཅད་ཀྱི་པར་ཀུན་སྤུངས་པའི་གི་གཞི་རྩ་གཅིག་དེ་ན་དེ་ནི་འཇམ་མགོན་རྡོ་རྗེ་འཆང་མཆོག་གི་ད་མཛད་པ། རྣམ་པ་ཚུགས་ཀྱི་གཟིགས་ཡས་ཡོད་པ་གཅིག་དེ་འབྲེལ་གྱི་ཕྱག་དེ་ཡོད་རེད། ད་པར་ཀུན་སྤུངས་པ་ཟེར་དེ་ལ་ཡང་ཁ་ཤས་ཀྱི་གར་ཆག་གི་འདུག་ཟེར་ན། སྤར་ཁུང་སྤུངས་པ་ཟས་དེ། ཅིག་བྱེ་བྲག་ཆུང་ཆུང་གཅིག་སྐར་མ་སྐམ་སང་ནང་གི་གོམ་པ་ཆུང། ད་གདན་ས་བྱེ་བྲག་ཅིག་གི་མིང་འདྲ་པོ་ཅིག་བསམ་བློ་བཏང་བྱས། ནས་སྤར་ཁུང་སྤེན་པའི་བསྟན་པ་འཛིན་དགོས་རེད་ཟེར་དུས་བསམ་བློ་ཆུང་དྲགས་རེད་ཟེར་བྱས་ཡོད་པ། ཏིང་ངེ་ཏན་ཏན་ནོར་འདུག་བསམ་དགོས་འདུག། གང་ཡིན་ཟེར་བ་ཡིན་ན། སྤར་ཁུང་སྤུངས་པའི་བསྟན་པའི་གི་དགོངས་པ་དང། མཛད་པ་རྣམ་ཐར། ཡག་ཅིག་གཟིགས་པ་ཡིན་པ་ཡིན་ན་ཨ་ནི། གྲུབ་བརྒྱུད་ཤིང་རྟ་རྗེས་ཀྱི་སྤར་ཁུང་སྤུངས་པ་ཤེས་སྒྲུབ། དེ། ཕྱི་རྒྱུད་འཛིན་པའི་བཀའ་བྱིན་ཆུ་ཡི་དཔའ་གུ་བུམ་པ་སྲས་བདུན་ཟེར་དུས་དེ་ལས་ཡང་རླབས་ཆེ་བ་སོགས་བྲི་ཅིག། འདི་ལས། ཁྱད་ཆེ་བ་མེད་པ་སོགས་འདྲ་པོ་ཅིག་དངོས་གནས་ཆགས་བསྡད་ཀྱི་ཡོད་རེད་དེ། ད་ཕྱིན་ངས་ཞུས་པ་ཡིན་པ། ཤེས་རབ་དང་དད་པ་གཉིས་ཀྱི་སྒོ་ནས་མ། བླ་མེད་ཀྱི་དགོངས་པ་དེ་ཞུ་གི་ཡོད། དད་པ་གི་ཞེན་ཁོག་ཅན་པོ་ཅིག་ཞུ་གི་མེད་ད་འདི། རྣམ་པ་ཚུགས་ཀྱི། ཅིག། ཆོས་དང་རྣམ་པར་འབྱེད་པའི་ཤེས་རབ་ཀྱི་དཔྱད་པ་བྱས་ནས་གཟིགས་པ་ཡིན་ན་དངོས་གནས་དེ་འདྲ་ཆགས་བསྡད་ཀྱི་འདུག། ད་སི་ཏུ་པཎ་ཆེན་གྱིས་མཛད་པ་རྣམས་ལ་རྣམ་པ་གཟུགས་ཀྱི་དཔེ་ཅིག་གཟིགས་པ་ཡིན་ན་དཔལ་ཀུན་སྤུངས་སྟངས་དེ་ག་རེ་སྤུངས་རུང་ཟེར་ན་དཔེར་ན་བོད་ཀྱི་དྭ་ཕྲུའི་རིག་གནས་ལ་བསམ་བློ་བཏང་བཞག་ན། བོད་ཀྱི་དྭ་ཕྲུའི་རིག་གནས་ཉག་ཕྲ་བའི་སྐབས་དེ་ལས་ཡག་རྒྱལ་པོ་གླང་དར་མས་ཀྱི་བསྟན་པ་བསྣུབས་རྗེས་བོད་ཀྱི་ཐ་སྙད་རིག་གནས་ཚང་མ་ལས་ཡག་ད་ཅིག་ཁུངས་དག་པ་ཅིག་མེད་པའི་སྐབས་དེ་ལ་སི་ཏུ་པཎ་ཆེན་གྱིས་བོད་གངས་ཅན་ལྗོངས་ཀྱི་ཨ་ནེ་ཅིག། བརྡ་སྤྲོད་རིག་གནས་ཀྱི་ལེགས་ཆ་ཐམས་ཅད་དེ་ཚུར་ལེན། སྐྱོན་སྐྱོན་གྱི་ནོར་བ་དང་འཁྲུལ་བ་ཐམས་ཅད་དེ་ཕ་སར་ལེན། ཨ་ནི། བརྡ་སྤྲོད་རིག་གནས་ཀྱི་ལེགས་ཆས་ཐམས་ཅད་ཕུན་སུམ་ཚོགས་པའི་གི་ཨ་ནི་ག་རེ་བརྡ་སྤྲོད་ཀྱི་གཞུང་སི་ཏུ་འབྲས་ཆན་ཞེས་ནས་རྫས་གནང་ནས་ད་ལྟའི་ཆ་ལ་ཡག་ད་བོད་གངས་ཅན་ལྗོངས་ཀྱི་སྐད་དང། ཡི་གེ་ཀྱི་སྐད་ཡིག་གི་ཁུངས་གཏུགས་ས་ཕུགས་གཏུགས་ས་གཞུང་ཆེན་པོ་དེ་འདྲ་ཅིག་གྲུབ་ཡོད་པ་རེད། ད་འདི་དཔལ་མགོན་དཔུང་པ་ཟེར་བ་རེད། བཏབ། དཔའ་ལུག་ཟས་དེ། དཔའ་ལུག་དཔུང་སྤུངས་སྦས་ཀྱི་བྱེ་བྲག་ཅིག་ཆགས་དོད་རེད། འདི། ཀུན་མཁྱེན་སི་ཏུ་པཎ་ཆེན་ཁོང་རང་རང་གི་རིག་པའི་རང་རྩལ་གྱི་ཐོག་ནས། ཅིག། ད། རིག་གནས་ཀྱི་ཐོག་ལ་ལས་ཀའི་གསར་གཏོད་གནང་བཞེད་པ་འདི་ཚོ་ལ་དཔའ་ལུག་ཞུ་གི་འདུག་བ། དཔའ་ལུག་དེ་ཁྱབ་ཆུང་བ་ཅིག། དཔའ་སྤུངས་ཟས་དུས་སྐབས་སུ་ལ་གསང་ཆེན་བཅོམ་ལྡན་འདས་ནས་བྱེད་པའི་དགེ། ཨ་ནེ་བོད་ཀྱི་ཕྱི་སྒྲུབ་ཡོངས་རྫོགས་ཀྱི་བསྟན་པ་གཅིག་ཏུ་སྤུངས་པ་འདི་འདྲའི་ཅིག་ལ་ཡང་གསུང་གི་ཡོད་དུས་པད་མ་སི་ཡིས་རྒྱ་ཆེན་པོ་ཅིག་ལ་གོ་བ་བླང་དགོས་ཡ་འདི་འདྲའི་ཅིག་རེད་ཤག། དེ་ཡིན་དུས། ད་ད་ལྟ་སྐབས་སུ་བབ་པ་དེ་རིང་གི་ཡིག་གཟུགས་དང་འབྲེལ་བ་དཔེ་མཚོན་གཅིག་ཞུས་ནས་ཨ་ནི་ངའི་མཐའ་སྡོམ། གོ་བ་དེ་བཤད་ནས་མར་འཇུག་བསྡུ་གི་ཡིན། དེ་རིང་ཡིག་གཟུགས་ཉིན་མོ་བསམ་བཏང་བ་ཡིན་ན། བོད་ལ་ཡང་ཡིག་གཟུགས་ཐོག་མ་གསར་གཏོད་འཐུས་མི་གསང་བོ་དེ་མཛད་པ་རེད་ད་དེ་ནི་མར་རིམ་པས་བྱས་ནས་ད། ཡིག་གཟུགས་ལ་ཡང་ལེགས་སྐྱེས་མང་པོ་ཅིག་བྱུང་བ་གསལ་བོ་རེད། ད་ཀུན་མཁྱེན་སི་ཏུ་པཎ་ཆེན་གྱིས་ཡིག་གཟུགས་ཀྱི་པར་ལ་ག་འདྲས་སྤུངས་ཡོད་རེད་ཟེར་ན། ང་རང་ཚོ་སངས་རྒྱས་ཀྱི་བསྟན་པ་ནང་གི་ད་གཙོ་བོ་སངས་རྒྱས་ཀྱི་གསུང་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་རེད་བ། དེ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་དེ། སྡེ་དགེ་རྒྱལ་པོ་གི་ད་ལྟ་ད་སྡེ་དགེ་བཀའ་འགྱུར་ཟེར་ནས་བཀའ་འགྱུར་ནང་ལ་ཁུངས་དག་ཤོས་དེ་བརྩི་གི་ཡོད་རེད། དེའི་བཀའ་འགྱུར་ཨ་ནེ། དུ། པར་བཀོད་ཡས་དང་འདི་འདྲས་ཀྱི་ཕྱག་ལས་སྐབས་སུ་ཞུ་ཆེན་གཙོ་བོ་དེ་ཀུན་མཁྱེན་སྲིད་བྱུས་པན་ཆེན་གནང་བའི་སྐབས་ལ་ད། བཀའ་འགྱུར་འདི་བསྡུ་དཔར་ཤིང་ལ་དཔར་དགོས་དུས་ད་ཡིག་གཟུགས་དཔེ་ཚེ་བོད་ཀྱི་ཡིག་གཟུགས་ནང་ནས་དཔེ་དེ་ཕུལ་དུ་ཕྱུང་བ་ཕུན་སུམ་ཚོགས་ཤོས་དེ་དགོས་དགོངས་པ་བཞེས་བྱས་ནས་ཨ་ནི་བོད་ཀྱི་ནང་གི་མདོ་དབུས་ཁམས་གསུམ་སྣ་ཚོགས་ནས་ཨ་ནི་ཡིག་མཁན་པ་དབུས་ལས་ད་ཕལ་ཆེར་དབུས་ཕྱོགས་ལ་ཤུགས་ཆེ་བ་འདྲ་བོ་ཡིན་པ་འདྲ་དེ་འདྲས་བྱས་ནས་ཡིག་མཁན་པ་ལྔ་བཅུ་ལྷག་དེ་འདྲས་ཞུས་བྱས་ནས་ཨ་ནི་ལྡེབས་བྲིས་གསལ་གྱི་ཡིག་གཟུགས་ཅིག་གསར་གཏོད་གནང་བ་རེད། འདིའི་ཡིག་གཟུགས་གསར་གཏོད་གནང་ནས་ད་ལྟ་སྡེ་དགེ་བཀའ་འགྱུར་ནང་ལ་ཡང་དེ་ནི་བཀོལ་སྤྱོད་བྱེད་ཡག་གི་ཡིག་གཟུགས་འདི་ཞུས་པ་རེད། དེ་ཡིན་དུས་ཡིག་གཟུགས་ཀྱི་ལེགས་ཆ་ཐམས་ཅད་ཕར་བསྡུས་ནས་ཨ་ནི་ཡིག་གཟུགས་ཁྱད་ཆོས་ཐུན་མོང་མ་ཡིན་པ་ཅིག་འདི་འདྲའི་ད་གསར་གཏོད་གནང་བ་འདི་འདྲའི་བྱེད་ཀྱི་ད་དཔལ་མགོན་དཔུང་པའས་ལེགས་ཚོགས་ཐམས་ཅད་ཀྱི་ཕུལ་འདི་རེད། འོ་དེ་ཡིན་དུས་ད་དཔལ་མགོན་དཔུང་ཐང་གི་རྣམ་པ་དེ་མདོར་བསྡུས་ཙམ་ཞུས་ནས་ད་ཐ་མ་འཇམ་མགོན་རྡོ་རྗེ་འཆང་པད་མ་འདོད་ཡོན་སྤྲུལ་པ་མཆོག་གིས་དཔལ་མགོན་དཔུང་པས་ཀྱི་འདི་འདྲའི་གི་ཕྱག་ལེན་དེ་གར་ཕྱིན་ནས་བྱེད་ཀྱི་ཡོད་རེད། དེ་ལས་ཡང་གྲྭ་པ་སྟོབས་ནག། ལུང་ཁུངས་སོ་སོ་སྣ་ཚོགས་ཅིག་གི་ཐོག་ནས་ཤིང་ནགས་འདི་ནང་ལ་ཡང་འདུས་བྱས་བཞོ་སྐྱེས་ཆུ་ཚོད་ལྔ་བ་ནས་བྱས་ནས་གོང་ཟླ་ཆུ་ཚོད་བཅུ་བ་བར་དུ་ལ་ཡང་དེ་ནི་བསྟན་པའི་བྱ་བ་སོ་སོ་སོ་སོ་གིས་ད་ཅིག་མོས་པ་དང་དབང་པོ་དང་འཚམས་པའི་ཐོག་ནས་དེ་འདྲའི་བྱས་ནས་ལས་ཀ་དེ་འདྲའི་ཅིག་ཕྱག་ལས་ཅིག་གར་ཕྱིན་ནས་སྐྱོང་དགོས་རེད་ཞེས་ནས་རྒྱུ་མཚན་ཞིག་དྲིས་པ་ཡིན་ན། ད་གོ་བ་རྒྱུ་མཚན་གནས་སྐབས་དང་མང་པོ་ཞིབ་པོ་བྱས་ཡོད་དེ་འདོམས་མདུན་ནས་ཞུས་བཞག་པ་ཡིན་ན། བསྟན་པ་དང་སེམས་སྐྱིད་ཀྱི་མདུན། འཇམ་མགོ་དོལ་ཞིང་སྟག་པ་སྲུང་སྐུད་རུ་ཁོང་གིས་འདི་ཕྱག་ལས། སྣང་མདས་ཀྱི་གོ་བ་རྒྱུ་མཚན་དོན་གཉིས་ལས་བདུན་པ་རེད། གསང་ཆེན་གྱི་བསྟན་པ་གནས་ཡ་དང། གསང་ཆེན་གྱི་བསྟན་པ་གནས་ན་སེམས་ཅན་གྱི་དོན་ཡོང་དགོས་རུ་བ། དེ་ཡིན་དུས་འདི་ཡི་ཆེད་དུ་ལ་ད་དེ་འདྲས་ཤིག་གིས་ད་ཆོས་དང་རིག་གཞུང་གི་འོག། དཔལ་མགོན་བུམ་པའི་བསྟན་པ་མཛད་འདི་དེ་འདྲས་ཀྱི་ཆགས་དུས་རེད། ལ་སྟེ་འདི་ངས་ད། གདན་ས་འདི་ཉིད་ཀྱི་བསྟན་པའི་བདག་པོ་འཇམ་མགོ་དོལ་ཞང་མཆོག་གིས་ནི་བོད་ཀྱི་ཆོས་དང་རིག་གཞུང། ཧོ། གསུང་ཆོས་དར་འཕེལ་གྱི་སྐོར་འདི་ལ་སྙིང་པོ་ཆེ་གཏམ་མ། ཞུས་ཐུགས་ཡོད་པའི་རེ་བ་ཡིན། ལགས་སོ་བཀའ་དྲིན་ཆེ།